ལྷན་རྒྱས་གཙང་མ་ཁམས་བཟང་ད་རིང་ང་ཚོ་མཉམ་སྤྱོད་ཞུ་ཡ་ནང་དོན་དེ་བོད་ཀྱི་དེང་དུས་པའི་ཁེ་ལས་པ་རྒན་དཔལ་མོ་དབང་ཆེན་ལགས། དཔལ་མོ་དབང་ཆེན་ཁོ་རང་གི་ཕ་ཡུལ་ཡིན་བཟོ་ན་བོད་ལྗོངས་ཆབ་མདོ་ས་ཁུལ་རི་བོ་ཆེ་རྫོང། ལོ་ན་ཆུང་དུས་ཀྱི་སྐབས་ལ་ཡབ་ཚེ་ལས་འདས་པའི་རྐྱེན་ཁྱིམ་ཚང་གི་འགན་འཁྲི་ལྗིད་པོ་དེ་ཁོ་རང་གི་གཅེན་པོས་ཟོག་འདྲེན་གྱི་རླངས་འཁོར་ཆེན་པོ་དང་བཅས་ཡུལ་འགོག་གསོག་འཇོག་བྱས། ལོ་ན་ཆུང་དུས་ཀྱི་སྐྱོབས་ནས་གཏན་ས་ཆགས་ས་མེད་པའི་བུ་ཕྲུག་ཅིག་གི་ངོས་ནས་ཡིན་སོང་ན་མི་གཞན་ལས་ལྷག་པར་དུ་འཚོ་བའི་ཁུར་པོ་ལ་ཉམས་ལེན་བྱེད་ཐུབ་པ་མ་ཚད་དེ་བས་ཀྱང་མ་འོངས་པའི་ཁོ་རང་སོ་སོའི་ངོས་ནས་ཡིན་སོང་ན་སྐབས་དེ་དུས་ནས་ལས་ཀ་གང་སྤྱིའི་ཀྱི་ཐད་ལ་བྱེད་ཕོད་པའི་བསམ་བློ་འགྲོ་ཕོད་པའི་བློ་རྒྱ་ས་བོན་ས་ལ་འབེབས་པ་ནང་བཞིན་སེམས་ནང་ལོག་གནས་ཡོད་པ། དཀའ་སྡུག་གི་གནས་བབ་ལ་འཕྲད་པའི་ཁྱིམ་ཚང་གཅིག་གི་བུ་ཕྲུག་ངོས་ནས་གདམ་ཁ་གཅིག་ལས་མེད་པ་དེ་ནམ་སང་སྤྱི་ཚོགས་ཁག་ལ་ཕྱིན་རྗེས་ལས་ཀ་ཚད་དང་འགྲོགས་དགོས་དགོས་རེད། སྐབས་དེ་དུས་དཔལ་མོ་ཝང་ཆེན་ཁོ་རང་སོ་སོའི་རོགས་པའི་མཚམས་སྦྱོར་གྱི་འོག་ལ་ཡང་ཁང་པ་ལ་འཛེགས་བཟོ་བྱེད་ཨར་ལས་ཀྱི་རྒྱུག་ཆ་ཕག་ཚོ་ཉོ་ཚོང་རྒྱག་ཡང་དེ་བས་ཀྱང་ཨར་སྐྲུན་དེ་འདྲས་ཀྱི་ལས་རིགས་ཐོག་ནས་སོ་སོའི་བྱ་གཞག་གི་ལམ་བུ་དེ་སྐབས་དེ་ནས་ཀྱང་འགོ་བཙུགས་བཞག་དེ་བས་ཀྱང་ཁོ་རང་སོ་སོའི་ཚོར་སྐྱེན་གྱི་ཚོང་ལས་བསམ་བློ་ཡིན་ན་རེད། ལག་བསྟར་གྱི་ནུས་ཤུགས་དེ་འདྲ་ལ་བརྟེན་རྗེས་སྔ་ཕྱུགས་ལ་སོ་སོའི་ཁེ་ལས་མ་འདྲ་ཆེ་གསུམ་འཛུགས་ཤིང་ཇོ་ཁྲོ། ཇོ་མི། ཇོ་ཤིན། ད་དེའི་རྗེས་ལ་འཕེལ་རྒྱས་དེ་ཧ་ཅང་གི་མགྱོགས་པོ་ཡོང་རྗེས་བོད་ཡོངས་ཀྱིས་ང་རང་ཚོ་ཁང་པ་ལ་མཛེས་བཟོ་བྱེད་ཡག་དང་ཨར་ལས་ཀྱི་རྒྱུ་ཆུ་ཉོ་ཚོང་རྒྱག་ཡག་ཐོག་གཞི་ཁྱོན་ཆེ་ཤོས་ཀྱི་ཀུང་སི་དེ་ཆགས་བསྡད་ཤག་ལོ་གཅིག་གི་ཚོང་གཉེར་ཚད་གཞི་དེ་དུང་ཕྱུར་གྱི་ཚད་ལས་བརྒལ་ཐུབ་ཀྱི་ཡོད། ད་ཡིན་ནའི་སྤྱི་ཚོགས་ཀྱི་ཉམས་མྱོང་མང་པོ་མེ་མགྱོགས་ཀྱི་ན་གཞོན་གྱིས་ལས་རིགས་གསར་པ་དེའི་ནང་ལོགས་སོ་སོའི་རྐང་པ་དེ་བརྟན་འཛུགས་བྱེད་དགོས་བསམ་སོང་ན་ངེས་པར་དུ་དེ་ལ་དཔག་པའི་ཆེད་ལས་ཀྱི་ཤེས་བྱ་རིག་གནས་ཡིན་ན་རེད། ལག་ལེན་གྱི་ཉམས་མྱོང་དེ་འདྲས་ཚང་དགོས་པ་རེད། དེ་བས་ཀྱང་ཚོང་ལས་གི་འདྲས་ཅིག་ཡིན་སོང་ན་ལས་དུས་རྒྱུན་དུ་དེ་ལ་ང་ལ་འགྲོ་སྲིད་ཀྱི་མ་རེད། ཉིས་སྟོང་བརྒྱད་མེད་ཉི་ཤུའི་ལོ་ལ་རིམས་ནད་ཀྱི་གནས་ཚུལ་ཤུགས་ཆེན་པོ་དེ་ཕོག་པ་རེད། གནས་ཚུལ་དེའི་རྐྱེན་བྱས་ཁེ་ལས་མང་པོ་ཅིག་གཅིག་རྗེས་གཉིས་མཐུད་ཀྱིས་ཉམས་རྒུད་སུ་ཕྱིན། ད་དེ་རིང་ང་ཚོས་ཟེར་གྱི་རྨས་མ་དབང་ཆེན་ཁོ་རང་གི་ཇའུ་ཁྲང་མཛེས་བཟོའི་ངོས་ནས་ཡིན་སོང་ན་ལས་སྐབས་དེ་དུས་རིམས་ནད་ཀྱི་གནས་ཚུལ་འདིའི་འོག་ལ་ཡང་ཁེ་ལས་ལ་ཉེན་ཁ་ཤུགས་ཆེན་ཕོག་ཡོད་རེད། དེས་ན་ཚད་པའི་ད་དུང་ཁོ་རང་སོ་སོའི་ཁེ་ལས་ཀྱི་ཚོང་གཉེར་དོ་དམ་ཁག་ལ་གནས་ཚུལ་མང་མང་ཅིག་འཕྲད་ཚེ། དཔེར་ན། སྐབས་དེ་དུས་རྩམ་པ་ཨར་ལས་ཀྱི་རྒྱུ་ཆར་འགྲོ་གྲོན་རིམ་རྩིས་བྱེད་སྟངས་དེ་ཧ་ཅང་གི་ཟིང་ཚགས་པ། མ་དངུལ་གྱི་བེད་སྤྱོད་འགྲོ་ལུགས་དེ་བརྟན་པོ་མི་འདུག་དམངས་འཚོད་ཀྱི་འོག་ལ་ཡང་མ་དངུལ་དེ་སོ་སོས་བརྙན་ལ་སྔ་སྡིག་བྱས་ཡོད། ད་དེའི་རྗེས་ལ་ཡང་ཨ་ནི་ཁོ་རང་སོ་སོའི་ཇོ་ཁྲང་གི་ཁེ་ལས་དེའི

དཔོན་མོ་ཝང་ཆིང་གིས་ཇོ་ཁྲོང་ཁེ་ལས་སྐབས་དུས་དུས་ཡོན་ཀྱོག་གི་བུ་ལོན་འདི་ཕྱིར་འདོན་གཏོང་ལྷག་ཏུ་བྱེད་འདོད་ཡོད། མཚན་མོ་གཅིག་གི་ནང་ལོག་ལས་རིགས་ཕིན་ནང་ལོག་གི་གཙོ་བོ་གྲགས་ཅན་མི་སྣ་གཙོ་འོག་གི་མི་དཔེ་འདི་བུ་ལོན་ཁྲི་སྟོང་ཕྲག་མང་པོའི་དཀའ་ངལ་ནང་ལོག་རྫུན་སྐྱོར་གྱི་མི་གཅིག་ཆགས་པ་རེད། ད་ཡིན་ནའི་ང་ཚོ་མི་མང་པོ་གཅིག་གིས་ཧ་མ་གོ་ཡག་དེ་ཡིན་སོང་ན་སྐབས་དུས་དུས་ཀྱི་དཔོན་མོ་ཝང་ཆིང་ལོ་ངོ་ཉི་ཤུ་རྩེ་ལྔ་ཙམ་ལ་རེ་བཞག་ད་ང་ཚོ་ཚོང་བའི་ཁྲོད་ལ་སྤྱིར་བཏང་གི་མི་གཅིག་སོ་སོར་ལོ་ངོ་ཉི་ཤུ་རྩེ་ལྔའི་སྐབས་ལ་བུ་ལོན་ཁྲི་བདུན་སྟོང་ཚོ་བརྒྱད་སྤྲད་ཡག་ཡོད་སོང་ན་ད་སོ་སོའི་ནམ་དེ་འདི་པོ་དང་ཁྱད་ཡོད་མ་རེད། ཁྲི་བདུན་སྟོང་ཕག་ཞག་ཐ་ན་ཁྲི་བདུན་ཅུའི་བག་ལེན་རྩ་ཆུ་ཡོས་སོ་ན་ལས་སོ་སོ་འུ་ཐུག་ཡ་གབ་ལ་ལེ་ཧོ་རེད། ད་ཡིན་ནའི་བསྐྱར་སྐྱོག་གི་ལམ་དེ་མ་བྲིན་པ་རྩ་རིའི་གནས་ལ་སྐོར་རྒྱབ་ཐུག་བ་མ་རེད། སྐབས་དེ་དུས་ཀྱི་པད་མོ་དབང་ཆེན་ཁ་གཏད་བྱེད་ས་འདི་ཁྲི་བདུན་སྟོང་གི་བག་ལེན་ཕྱི་རོལ་གྱི་དོགས་སེམས་འོག་ལ་ཟུར་ཟ་དང་འཕྱ་དམོད་གནས་བབ་འདི་འདྲས་ལ་འཕྲད་པའི་ན་གཞོན་གཅིག་གས་སོ་སོས་སོ་སོ་བློས་བཏང་མ་བྱས་པར་ད་དུང་དུས་རབས་ཀྱི་གོ་སྐབས་ལ་དམ་འཛིན་བྱས་རྗེས་སོ་སོའི་བྱ་གཞག་གསར་པ་འདི་འཕེལ་རྒྱས་ཀྱི་ལམ་བུའི་སྟེང་ལ་སླར་ཡང་བསྐྱར་སྐྱོད་བྱས། ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་གཅིག་ལོར་པད་མོ་དབང་ཆེན་ཁོ་རང་གི་གཅེན་པོས་ཁོ་རང་ལ་རྒྱབ་སྐྱོར་བྱེད་པའི་ཆེད་དུ་དངུལ་སྒོར་ཁྲི་སུམ་ཅུ་ཡར་བས། པད་མ་དབང་ཆེན་གྱིས་ཁྲི་སུམ་ཅུ་དེའི་ནང་ལོགས་ནས་ཁྲི་ཉི་ཤུ་རྩེ་ལྔ་དགྲ་རྒྱལ་གྱི་འཁྲབ་སྟོན་བྱེད་གླ་ཆ་ལ་རྩིས་བརྒྱབ་རྗེས་སོ་སོའི་ཚོང་ལས་ཀྱི་སྦྲག་སྒྲིལ་རྣམ་གྲངས་གསར་པ། པད་མ་དབང་ཆེན་གྱི་ཟབ་དངོས་ལོག་པའི་ཧོ་ཧུ་སི་ཡ་དེའི་བརྡ་ཁྱབ་དང་དྲིལ་བསྒྲགས་བྱས། དེའི་ཐོག་ནས་སྐབས་དུས་དུས་པད་མ་དབང་ཆེན་གྱི་དགའ་ཉེ་སྤུན་མཆེད་ཡིན་གྲོགས་པོ་གྲོགས་མོ་མང་པོ་ཅིག་གིས་བསམ་ཤེས་བྱེད་ཐུབ་བམ། ཁོ་རང་སོ་སོའི་ངོས་ནས་ལྟ་དུས་ཙམ་པ་ཚོང་ལས་ཀྱི་ལམ་བུའི་སྟེང་ལ་ཡིན་གཅིག་མིན་གཅིག་སྔོན་གཤེགས་ཀྱི་བརྡར་གཅོད་ནུས་པ་ཚང་དགོས་པ་མ་ཚད་ད་དུང་ཕྱི་རོལ་གྱི་དོགས་པ་དང་ཟུར་ཟ་ལ་རྩ་བ་གཉིས་ནས་མཐུན་འབྲེལ་མ་བྱས་པར་སོ་སོའི་བསམ་བློ་དེ་རྒྱུན་འཁྱོངས་བྱས། དེའི་ཐོག་ནས་མ་འོངས་པའི་དཔལ་ལོ་དབང་ཆེན་སོ་སོའི་བྱ་གཞག་ལམ་བུའི་སྟེང་ལ་འཕེལ་རྒྱས་འགྲོ་ཐུབ་ཡག་གི་རྩ་བའི་སྙིང་པོ་བཅས་ཆགས་ཡོད། བྱེད་ཕོད་པའི་བསམ་བློ་ཡིན་ན་སྒྲུབ་ཕོད་པའི་བློ་རྒྱ། ཚོང་ལས་ལམ་བུ་དེ་ལ་ཚོད་ལྟ་བྱེད་རྒྱུ་ཁོ་རང་གི་གཙོ་བོ་ལྟ་བ་གཅིག་དེ་ཡིན་སོང་ན། དར་མཚོའི་གློག་རྡུལ་ཚོང་ལས་ལ་རྗེས་འདེད་བྱེད་པར་དངོས་ཟོག་ཚོང་གཉེར་གྱི་ལམ་བུ་དེ་དེ་ལས་རྩ་ཆེ་བར་འཛིན་རྗེས་རང་ཡུལ་གྱི་ཁྱད་ཆོས་དང་ལྡན་པའི་ཐོན་ལས་སྒང་ལ་ཞིབ་འཇུག་གསར་སྤེལ་བྱས་རྗེས་བོད་ཀྱི་སུར་པན་གཙང་ལགས་སུ་ཡང་དེ་སྐབས་དུས་སྟོད་ཐོན་ཞིང། དེ་བས་ཀྱང་ཁོ་རང་སོ་སོས་ཐོན་རྫས་བོད་ཀྱི་སུར་པན་དེ་འཁྱེར་རྗེས་བོད་ཀྱི་ས་ཁོངས་ནང་ལོགས་ཀྱི་རྫོང་མ་འདྲ་བརྒྱ་དང་བཞི་བཅུ་ལྷག་ཙུག་ཕྱིན་ཏེ་དྲིལ་བསྒྲགས་བྱེད་ཁག་བགྲོད། ལམ་ཐག་སྤྱི་ལེ་ཁྲི་སུམ་ཅུ་ལྷག་ཙུག་ཅིག་བརྒལ་རྗེས་སོ་སོའི་གོམ་སྟབས་ཀྱི་འོག་ལ་སོ་སོའི་ཐོན་རྫས་ལ་ཚོམས་ར་ཁ་ཕྱེ་ཁག་བགྲོད་ཡང། སྲོལ་རྒྱུན་གྱི་བཤད་སྲོལ་ལ་བལྟས་སོང་ན་སྦི་རག་དང་ཆང་རག་གི་ཚོང་ལས་ཁང་ལ་མི་མང་པོ་ཅིག་གིས་ལྟ་བ་ཡག་པོ་ཅིག་ངོས་འཛིན་བྱེད་འོས་མ་རེད། ཡིན་ན་ལས་སྐབས་དུས་དུས་པད་མོ་ཝང་ཅིན་ཁོ་རང་གི་བཤད་སྲོལ་དེ་ཡིན་སོང་ན། གལ་སྲིད་ང་ཚོས་སྦི་རག་དང་ཆང་རག་གི་ཚོང་ལས་དེ་མ་བསྒྲུབས་ན། སླར་ཡང་ཚོང་ལས་འདི་རྒྱབ་ཉེན་གྱི་མི་མང་པོ་ཅིག་དོན་ཡོང་གི་རེད་ལྟ་བ་དེ་ཁེལ་རྗེས་ཨ་རོགས་ཕུད་པའི་སྦི་རག་གི་ལས་རིགས་དེ་དངོས་སུ་འགོ་བཙུགས་པ་རེད། ལས་ཀ་ག་རེ་བྱས་ན་ལས་འགོ་བཙུགས་ཡོང་དུས་དཀའ་ལས་ཁག་ཤོས་རེད། ཨ་རོགས་བོད་པ་དང་ཐོག་ཁྱབ་སྟོན་བྱེད་འོང་རྒྱུར་སྦི་རག་གི་རིགས་མ་འདྲ་གཉིས་རིགས་ནི་ཕྱིར་ཚོང་གི་ཚད་གཞི་དེ་ཧ་ཅང་གི་མང་བ། ཐད་ཀར་གྱི་གྱོང་གུན་ནི་ཁྲི་སྟོང་ཕྲག་ནང་ལོག་འཛག་བདེ་བ་རེད། དེ་འདྲའི་གི་འོག་ལ་ཡང་པད་མོ་དབང་ཞིང་ཁོ་རང་གི་ཤེས་མགྱོགས་སྐྱེ་ཆེ་དེ་ཡིན་སོང་ན་ང་གྱོང་གུན་གི་ཚད་བྱུང་ནས་ང་དང་གཉིས་མདོ་མཉམ་ལས་བྱེད་ནས་ཀྱི་ཚབ་ཚོང་གི་གྱོང་གུན་མོ་རྩ་ཞིག་ཁེལ་བྱུང་ཡིན་ལབ། དེའི་རྗེས་ལ་ཡང་ཚབ་ཚོང་གི་ལག་པ་ལྷག་དེང་དུ་ཕྱིར་ཚོང་བྱེད་མོ་ཐུག་ཡག་གི་སྦི་རག་ཆ་ཚང་ལོ་གཅིག་གྱུར་ཡག་དུས་ཅན་མེད་པ་བཟོས། སོ་སོ་ལ་གྱོང་གུན་ཁྲི་སྟོང་ཕྲག་མང་པོ་འབྱུང་བདེ་བ་རེད། ཡིན་ན་ལས། སོ་སོ་དང་གཉེན་འཐུང་མཉམ་ལས་བྱེད་མྱེད་ཀྱི་ཚོང་པ་མང་པོ་གཅིག་གི་ཡིད་ཆེས་ཐོབ་ཡོད། ད་ང་ཚོ་གོང་ལ་ཤེས་འཁྱོག་ནང་བཞིན་ཀྱག་ཀྱོག་གི་ལམ་དེ་གཅིག་མ་བསྒྲིམས་ན་རྩ་རིའི་གནས་ལ་སྐོར་དེ་ནས་གོ་དགོས་རེད། དེའི་རྗེས་ལ་པད་མ་དབང་ཆེན་ཁོ་རང་གིས་བོད་ཀྱི་སྤྱི་ཚོགས་ཚོང་པའི་སྒང་ལ་ལྟ་ཞིབ་མང་པོ་བྱས་རྗེས་ཨ་རོགས་བོད་པའི་ཐོན་རྫས་འགའ་ལ་ཡང་ཞིབ་འཇུག་གསར་སྤེལ་བྱས་རྗེས་བློ་ལ་ཁོང་ཚོའི་ཐོན་རྫས་གསར་པ་སྦི་སྒྲ་དང་ནས་ཀྱི་སྤོ་བ་འདི་གཉིས་མ་ཁྱབ་སྟོན་བྱེད་པ། ལིང་ཏུ་དང་ཕག་ཕག་བྷི་སི་ཨར། དེའི་རྗེས་ལ་ཡང་བོད་ཀྱི་ས་ཁུལ་མང་པོ་ཅིག་ལ་ཆེས་སྐད་གྲགས་ཆེན་པོ་མི་མང་པོ་ཅིག་གིས་དགའ་ཞེན་ཐོབ་པའི་དོན་དེ་ཅིག་ཆགས་བསྡད་ཡོད་རེད། ད་ལྟ་ང་ཚོ་བོད་ཀྱི་ས་ཁུལ་ནང་ལོག་ཡོང་རྒྱུ་དང་ཚོང་ཁང་མང་པོ་ཅིག་གི་ནང་ལོག་ལ་མཐོང་ཡག་ཡོད་རེད། དེ་བས་ཀྱང་ཨ་རོགས་བོད་པའི་ཁེ་ལས་ཀྱི་ངོས་ནས་ད་དུང། བདེ་ཐང་གི་སྦི་རག་འཐུང་བྱ་གསུམ་མིའི་རིང་ལུགས་ཀྱི་ལྟ་བ་དཔེར་ན་དངུལ་བཅོལ་མེད་པ་ཞབས་རྩི་མེད་པ་རྫས་སྦྱོར་མེད་པ་དེ་འདྲས་ཀྱིས་ཐོག་ལ་ཡང་ཞིབ་འཇུག་གསར་སྤེལ་བྱས་རྗེས་ཐོན་རྫས་གསར་པ་བུ་ཆུང་བཀྲ་ཤིས་དང་བུ་ཆུང་དགོན་པ་འདི་གཉིས་མང་ཁྱབ་སྟོན་བྱེད་ཀྱི་ཡོད། སོ་སོའི་ཁེ་ལས་ཀྱི་སྤུས་དག་གི་ཚོང་རའི་ཐོག་ལ་ཡང་རྒྱུན་མཐུད་ནས་སྲ་བརྟན་བྱེད་ཀ་མེད། ལོ་ངོ་བཞི་ཙམ་གྱི་རིང་ལ་ཉིན་མཚན་མེད་པར་གངས་སྐྱིད་ཀྱི་འབད་འཐབ་འོག་ལ་ཨ་རོགས་བོད་པ་ད་ལྟ་བོད་རང་ཡུལ་སྦི་རག་གི་ཚབ་མཚོན་སྤུས་དག་ཅིག་ཆགས་པ་མ་ཚད་སོ་སོའི་འབོར་ལོན་ཁྲི་གྲོགས་སྟོང་ལྷག་ཙམ་བསྲེས་ཚར་བར། སོ་སོའི་བྱ་སྤྱོད་ལ་བརྟེན་རྗེས་དེང་དུས་ཁེ་ལས་པའི་སྤྱི་ཚོགས། འགན་འཁྲི་དེ་ཡོངས་སུ་མ་འཁྱོལ་བ་རེད། ཉེ་ཆར་རིང་ང་ཚོས་དགྲ་བོའི་ཐོག་ལ་ཚོང་པ་ན་བཞིན་བུ་ལོན་བསྲེས་པའི་རྗེས་ལ་ཁོ་རང་གི་སྒོམ་ཐབས་འདི་སྐབས་དེ་ནས་མཚམས་འཇོག་བྱས་ཡོད་མ་རེད། སླར་ཡང་ཚོང་རའི་ཐོག་ལ་སོ་སོའི་འབད་འཐབ་ཀྱི་ལམ་སོགས་བསྐྱོད་པ་རེད། མི་མང་པོ་ཅིག་གིས་ཁོ་རང་ཡིན་ཟུར་ན་དེང་དུས་ཀྱི་ཚོང་དཔོན་ནོར་བུ་བཟང་པོ་ལ་དཔེ་ཞིག་རེད། དེའི་ཐོག་ནས་བོད་ཀྱི་མ་འོངས་པའི་བྱ་གཞག་གསར་གཏོད་བྱེད་ཉིན་ཕུགས་བསམ་ཅན་རྣམས་ལ་ཡང་མིག་དཔེ་བཟང་པོ་ཅིག་བསྐྲུན་པ་མ་ཚད་དེ་བས་ཀྱང་ད་ལྟ་ཚོང་ལས་ཀྱི་ལམ་བུའི་ཐོག་ལ་འབད་བརྩོན་བྱེད་བཞིན་པའི་མི་རྣམས་ལ་བསྔགས་སྐུལ་ཤུགས་ཆེན་ཐེབས་ཡོད་པ། ཐོག་མར་བོ་ལོན་ཁྲི་དོན་སྟོང་ལྷག་ཙག་འཁེལ་བྱས་འགྲོ་དུས་མི་ཚང་མས་གཡུལ་འཐབ་བྱེད་ཡག་གི་སྐྱེ་བོ་ཕམ་པ་ཅན། ད་ལྟ་བོ་ལོན་ཁྲི་འབྲོག་སྟོང་ལྷག་ཙག་ཅེས་གསལ་བའི་སྦྱངས་འབྲས་འདི་དང་རང་ཡུལ་དུ་ཆེས་སྐད་གྲགས་ཆེ་བའི་སྤུས་དག་གི་སྒྲུབ་བཅོས། ཐོག་མའི་རུང་མཐིལ་ནས་ད་ལྟ་རི་རྩེའི་བར་གྱི་མཆོང་སྐྱོད། ལམ་ཐག་འདིའི་སྟེང་གི་དཀའ་ངལ་ཡོད་ཚད་འདི་ད་ལྟ་ཁོ་རང་གི་མི་ཚེའི་ལམ་བུ་འདིའི་ཐོག་གི་ཆེས་གཟི་བརྗིད་དང་ལྡན་པའི་ངོ་མཚར་ཅན་གྱི་ཐིག་རིས་ལྟ་བུ། རྒྱལ་བའི་བཀའ་ལ་བོགས་ལོན་ཁྲི་བདུན་སྟོང་རྩ་གཅིག་ཁེལ་རྗེས་སླར་ཡང་སོ་སོའི་ཁེ་ལས་དེ་ཚོང་པའི་སྟེང་གི་འགྲེང་བུ་ཡང་རྩེར་སྣེ་ཁྲིད་བྱེད་ཀྱི་བསྐྱར་སྐྱེས་ཀྱི་སྟོབས་ལྡན་མི་སྣ་ལོ་ངོ་བཞི་ཙམ་གྱི་རིང་ལ་ཡང་ཉིན་མཚན་མེད་པར་དཀའ་ངལ་ཁྱད་བསད་བྱས་རྗེས་ཐོག་མའི་བོགས་ལོན་ཁྲི་བདུན་སྟོང་ནས་ད་ལྟ་ཁྲི་གྲོགས་སྟོང་རྩ་གཅིག་གསལ་ཚར། དཀའ་སྡུག་བློ་ཕམ་གྱི་འཚོ་བའི་ཁྲོད་ནས་རྒྱལ་རྗེས་སོ་སོའི་ཁེ་ལས་དེ་སྣེ་ཁྲིད་རྗེས་ད་ལྟ་མདོ་དབུས་ཁམས་གསུམ་གྱི་ས་ཕྱོགས་གང་སར་དར་རྒྱས་ཀྱི་ལམ་བུའི་ཕྱོགས་སུ་བསྐྱོད།